ཡཱ། ཇུ་ལི། དེ་ནི་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་དེ་ནི་ཚོགས་མི་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་ཇུ་ལི་ཞུས་ཏེ། ཨེ་ནས་ཡང་དེ་རིང་ང་དང་སློབ་ཙཱ་འབོ་གོ་གཟུགས་བཞུགས་ཡིན། ལྷར་བཅས་སྟོན་པ་སངས་རྒྱས་ཀུན་གྱི་ངོ་སོ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན་བཟས་འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་གསུངས་པ་བསམ་ན་ད་གདང་སྣང་བཞག་དང་བཙོག་ལ་དེ་ནས་ག་ང་དང་སློབ་ཙཱ་འབོ་བརྒྱ་ཧྲཱི་ལག་ལེན་སོ་བདུན་མ། ཨེ་ནས་ཞུན་ཅིག་དང་ཡོངས་བསྟན་རོགས་གསུངས་པ་བཟང་ན་ད་དེ་ག་ན་དེ་ནས་ང་དང་དང། ཨེ་ནས་འདི་སྔ་ལ་སྐྱིས་བུ་ཆུང་ངུས་དེ་ནས་ལམ་གྱི་རྣམ་བཞག་བསྟན་པ་ཟེར་མཁན་པོ་ད་དེའང་གལ་ཏེ་ན་ང་དང་སྡེ་ཡག་ཨེ་ནས་ཁ། ལྷད་ཀྱི་དོན་གཞུང་གི་དོན་འཇུག་གི་དོན་གསུམ་ཡོད་པས་ན་ང་ད་ལྷད་ཀྱི་དོན་ལ་ང་དང་གསུངས་ཚར། ཨེ་ནས་ད་གཞུང་གི་དོན་ལ་ཡང་ང་དང་ཧ་ལས་དེ་ནས་སྔོན་འགྲོའི་ཆོས་ལ་འཇུག་ཚུལ་དང་སྐྱིས་བུ་གསུམ་གྱི་ལམ་བསྟན་པ་ཟེར་ཏེ་ཟབ་ཆད་གཉིས་རྒོལ་སྟེ་ཁྱོངས་ཏེ་ཡོད་ད་ལས།

དག་སེལ་དེ་རིང་གི་རྩ་བའོ་གལ་ཏེ་ན་ཨེ་ནི་ད་སྐྱིས་བུ་འབྲིང་ཧ་ལས་དེ་ནི་ག་སྐྱིས་བུ་འབྲིང་ཡིན་ཨེ་ནི་ལམ་གྱི་རྣམ་གཞག་སྐོར་ལ་ད་ང་དང་བསམ་བློ་བཏང་ཕྱོགས་སུ་སྐོར་ལ་ཨེ་ནི་གསུངས་ཏེ་ཡོང་པོ་གཅིག་ཨེ་ནི་ད་ང་དང་རྩ་བའི་ནང་ང་ཨེ་ནི་ཅི་གསུངས་སུ་འདུག་ཟེར་ན། ཤྲི་གསུམ་སྡེ་བ་རྩ་སེ་ཟིལ་པ་བཞིན་ཡུད་ཙམ་ཞིག་གིས་འཇིག་པའི་ཆོས་ཅན་ཨིན། ནམ་ཡང་མི་འགྱུར་ཐར་པའི་གོ་འཕང་མཆོག་སྟོན་དུ་ངེས་བར་རྒྱ་ཧྲལ་ལག་ལེན་ཨིན་གསུངས་སུ་འདུག་ཨ་ལས། ཨོ། ད་སོང་པ་སང་ན། ཡིན་ནི་ང་དང་སྒ། ཧ་ལས་སྐྱིས་བུ་འབྲིང་ཟེ་རན་པོ་ཅིག་ཡིན་ནི་ད་ང་དང་སྐྱིས་བུ་ཆེན་པོ་ཨ་སང་བསམ་བློ་རྩ་བིག་ཡང་བཏང་ཆོགས་པོ་སྨྲ་རིགས། ཡིན་ནི་སྐྱིས་བུ་ཆུང་ངུ་སང་བསམ་བློ་བཏང་ཆོགས་པོ་རྩ་བིག་རྒྱ་ཆེ་རིགས་བསམ་བློ་གུ་ཡངས་རིགས་དང་གཏིང་ཟབ་པ་རིགས།

གང་ཟག་སྐྱིས་བུ་བདག་ཟེར་མཁན་ང་ཚང་མ་བཙོག་ཟེར་ནོ་ང་དང་བདག་ང་གང་ཟག་སྐྱིས་བུ་གཅིག་བཙན་པོ་གཅིག་བདག་ང་གང་ཟག་སྐྱིས་བུ་ཚང་ག་དོན་གཅིག་མིང་གི་རྣམ་གྲངས་ཡིན་ཞོན་ཧ་ལ་དོན་གཅིག་ག་ཨེ་ནས་ག་མིང་སོ་སོ་ཡོད་པ་མ་རྟོགས་ཨེ་ནས་དོན་བདག་པོ་གཅིག་ཡིན་ཞོན་ནོ། གསུངས་པ་ཟ་ན་ད་འོ་ན་སྐྱིས་བུ་འབྲིང་ཟེར་མཁན་པོ་གཅིག་བསམ་བློ་བཏང་ཆོག་སྤོ་ག་གཟུགས་བྱེད་ཀྱ་ཟེར་ན་སྐྱིས་བུ་ཆུང་འོས་སང་བསམ་བློར་རྒྱ་ཆེ་རིགས་སོང་སྟེ་ཨེ་ནས་ཆེན་པོ་ཨ་སང་རྒྱ་ཆུང་རིགས་ག་བཙུན་རོགས་ཟེར་ན། སྐྱེས་བུ་ཆུང་ངུའི་སྐབས་ལ་བསམ་བློ་བཀའ་ཟུག་ཞིག་རྒྱག་ཟིན་ན་ང་ངན་སོང་གི་སྡུག་བསྔལ་ལ་འཇིགས་ཟིན་ན་ངན་སོང་གི་སྡུག་བསྔལ་ལ་ཐར་ཏེ་བདེ་འགྲོ་སྐོམ་བླ་མའི་གོ་འཕང་ཅིག་ཐོབ་ན་འགྲོགས་བསམ་ག་ནས་བསམ་བློ་ཡོང་རྒྱག་སོང་བ་བསམ་ན། ད་སྐྱེས་བུ་འབྲིང་ངུས་ད་བདེ་འགྲོ་བླ་མའི་གོ་འཕང་ཐོབ་ཟིན་ཡང་ཡང། ཁོ་རེ་ན་ང་ཡིན་ནོག། ཡང་ན་སྐབས་ཅིག་ད་ངན་སོང་སོང་མ་ལྟ་ཟེར་བདེ་བ་ང་ཉུང་ངུ་ཉུང་ངུ་འདྲི་ཡོད་རྒྱག་ད་ཡིན་ན་ཡང་ཨེ་ནས་དགའ་ང་དང་ཅག་ནམ་མཁའ་ལ་འཕུར་ཁ་མཚོག་ལ་ཧ་ལས་ཅག་ནམ་མཁའ་ལ་འཕུར་འཕུར་འཕུར་ན། ཨེ་ནས་ག། བཀྲིས་མ་མཐོང་བ་མེད་ནོ་བ་ལས་ཡང་ས་ལ་བབས་དགོས་ས་ནོ་བ་ལས་ཐ་མའི་ཀ་ས་ལ་བབས་དགོས་སྲིད་སྐད། ནམ་མཁའ་ལ་བརྩམས་ནས་ནམ་མཁའ་ལ་འཕུར་རེས་སྐབས་ལ་ད་ཁོ་བདེ་བ་ཅིག་ཡོད་སྐད་ད་ཡང་ས་ལ་མ་བབས་ས་ཁོ་ཆད་ས་ཁོ་རང་ཡོད་མེད་སྐད། ཨོ་དེ་ནས་ག་ང་སོང་གི་སྡུག་བསྔལ་ལ་ཐར་ཏེ་བདེ་འགྲོའི་ལྷ་མིའི་གོ་འཕང་ཅིག་ཐོབ་ན་ཡང་ཡང་འདས་ན་ཤི་དེ་ནང་ཡང་ང་སོང་སུ་མི་ནང་ང་ཆག་གོ་སྲིད་པ་བསམ་ན་ཨེ་ནས་ད། ལྷ་ལས་བདེ་འགྲོ་ལྷ་མོའི་གོ་འཕང་ཅི་ཡང་གོ་འཕང་པོའང་ཅི་མ་རུང་བདེ་བ་བརྟན་པོ་ཞིག་དང། གཏན་གྱི་བདེ་བ་ཞིག་ད་རྩ་བ་ཉིད་ནང་མ་ནོགས་སྟ་ཡིན་ནོ་ཡིན་པ་བསམ་ན་ཨོ་དེ་ནས་གཉལ་བ་ཡི་དྭགས་དུད་འགྲོའི་ནང་ཐར་ཏེ་བདེ་འགྲོ་བླ་མའི་གོ་འཕང་ཐོབ་ན་ཡང་ཁོ་ཁོ་རོའི་ན་ཞིག་སོང་པ་བསམ་ན་དེ་ནང་ཡང་སྡུག་བསྔལ་སྣ་ཚོགས་པ་ཞིག་ཡོད་པ་བསམ་ན་ཨེ་ནས་སྡུག་བསྔལ་ཚང་མ་འདི་རུང་དེའི་སྟེང་ན་ཡང་ཤི་དེ་ན་ཡང་ང་སོང་གསུམ་གྱི་ན་སོ་ཆག་གོ་ཟེར་པ་བསམ་ན་ཨེ་ནས་བདེ་འགྲོ་ལྷ་མོའི་གོ་འཕང་པོའང་བདེ་བ་བརྟན་པོ་ཞིག་ཕུགས་བརྟན་པོ་ཞིག་དང། ཨེ་ནས་མིན་ན་གཏན་གྱི་བདེ་བ་ཞིག་དང་མ་ནོག་བསམ་སྟེ་འདུ་བ་སངས་ད་ཨེ་ནས་ཐར་པའི་གོ་འཕང་ཅིག་ཐོབ་ན་མ་རྟོགས་ད་རྩ་བ་ཉིད་ན་མི་འདུས་འོ་འཁོར་བ་འདི་ནའང་མ་ཐར་ཚུགས་པ་ད་ཅི་བས་ཏེ་ཡང་ཡང་ན་སྐབས་ན་སྐབས་ལ་བདེ་བ་ཕྲན་བུ་རེ། མང་ཉུང་རེ་ཡོང་བ་ན་ཡང། ཡང་སྡུག་བསྔལ་གྱི་གནས་སུ་ལོག་སྟེ་ཆགས་གོ་སྲིད་པ་སངས་ན་འོ་ད་དེ་ནས་ང་འཁོར་བའི་འཁོར་བའི་གནས་སྤངས་སྡུག་བསྔལ་གྱི་རང་བཞིན་ཅན་ཅིག་འདུག་བསམ་སྟེ་འདོར་བ་འདོར་ན་འཁོར་བ་ལ་ངེས་འབྱུང་སྐྱེས་ཏེ་ཐར་པའི་གོ་འཕང་སྟོན་དུ་ཉེར་བའི་བསམ་བློ་ལ་ཅི་ཞུ་བ་ནོག་ཟེར་ན་སྐིས་བུ་འབྲིང་གིས་བསམ་བློ་འོ་ཞུ་ནོག་འོ་དེ་བསམ་བློ་དང་དང་པོ་སྐིས་བུ། ད་བསམ་བློ་འོ་གཟུགས་ཤིག་ཁུར་ཏེ་དཀོན་མཆོག་གསུམ་ལ་སྐྱབས་སུ་བཅོལ་ན། ཨེ་ནས་ད་ཧ་ལས། ཁོ་རོ་ནའང་ཨེ་ནས་འཇིགས། ཁོ་རོ་ན་ཁོ་རོའི་སྡུག་བསྔལ་ལ་ཡང་འཇིགས། ཐར་པའི་གོ་འཕང་སྟོན་དུ་གཉེར་བའི་སྒོ་ནས། ཨེ་ནས་ག་ད་ང་དང་བསམ་བློ་ཞིག་བཏང་སྟེ་ཨེ་ནས་དཀོན་མཆོག་གསུམ་ལ། ཉི་ནི་ང་དང་ཟད། ཆོས་ཆོས་ད་ལྟ་ཆོས་ཨི་ཆེ་སྐྱོན་པོ་ཅིག་ཨོ་དེ་སྐྱབས་འགྲོ་ཅི་ནོག་ཟེར་ན་སྐྱིས་བུ་འབྲིང་གིས་ཨི་ནི་སྐྱབས་འགྲོ་ནོག། ཨོ་གསུངས་པ་ཟེར་ན་ད་ཨོ་དེ་ཆོས་པོ་ཅི་ནོག་ཟེར་ན་སྐྱིས་བུ་འབྲིང་གིས་ཆོས་ཟིན་ནོག། ག། ཆོས་ག་གཟུགས་ཤིག་ཨ་ཟེར་པོ་ཅིག་ཨོ་བདག་ས་ང་དང་རྩ་བའི་ནང། ཤྲཱི་གསུམ་བདེ་བ་རྩ་རྩེ་ཟིལ་པ་བཞིན་མི་ཡུན་ཙམ་ཞིག་གིས་འཇིག་པའི་ཆོས་ཅན་ཨིན་གསུངས་ཟིན་འདུག་བ་ལ། ཨོ་ཧྲིལ་གསུམ་རིན་པོ་ཆེ་ཁམས་གསུམ་མམ་ཡང་མིན་ན་ང་དང་ཧྲིལ་པ་གསུམ་མ་ཞུ་བ་ནོ་ཁམས་གསུམ་མ་ཞུ་བ་ནོ། ཁམས་གསུམ་པོ་ཅི་ནོག་ཟེར་ན་འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་ཟེར་ནོ། ཨོ་ཧྲིལ་པ་གསུམ་པོ་ཅི་ནོག་ཟེར་ན་འདོད་པའི་ཧྲིལ་པ་ནས་ཀ་གཟུགས་ཀྱི་ཧྲིལ་པ་གཟུགས་མེད་ཀྱི་ཧྲིལ་པ་ཟེར། ཨ་ལས་གསུངས་པ་བསམ་ན་གསུམ་ན། ཨོ་གསུངས་པ་བསམ་ན་ད་ཧྲིལ་པ་གསུམ་ན་བདེ་བ་ང་དང་ད་བདེ་ལ་བདེ་བདེ་བ་ལ་ང་དང་ཅི་ཞུ་བ་ནོ་ཟག་བཅས་ཀྱི་བདེ་བ་ཞུ་ནོ། ཟག་བཅས་ཀྱི་བདེ་བ་ཙམ་ཞིག་ཡོད་ན་ཡང་ཨོ་དེ་ཐམས་ཅད་ང་དང། རྩེ་རྩེ་ལ་རྩ་རྣམས་ཀྱི་ཧ་ལས་ང་དང་དེ་ནི་ཡར་ལ་ཡར་ང་དང་ལ་དྭགས་ཀུན་རྫོགས་འཛིན་ན་ཡར་ལ་ཨེ་ནི་ག་རྩ་བཞིན་ཞིང་ནང་ཨེ་ལྷུང་ཚང་མ་ལ་རྩ་ཡོད་ན་ཨེ་ནི་རྔ་ཏོག་སྨུག་སྤ་ཅི་སྟོང་ཡོང་སྟེ་ཚང་ལ་སྤྲང་མོ་ཡོང་སྟེ་ཨོ་གཟུགས་ཡོང་སྟེ་རྩེ་རྩེ་མོའི་ག་གོའི་ག་ང་དང་ཟིལ་པ་ཆགས་སྟེ་བརྒྱ་སྟོང། ཨོ་དེ་ཟིལ་པ་ཅི་ནོག་ཟེར་ན་རྟ་བཞིན་མེད་རྐང་གཅིག་གིས་རང་ཉི་མ་ཤར་ཏེ་རྩ་བིག་སྤྲོ་བསམ་པ་བྱེད་ཁོ། ཟིལ་པ་ཁྱེར་ཏེ་ན་མེད་རྐང་སོང་སྟངས་ཡབ་ཀྱང། ཨོ་སོང་པ་ཟེར་ན་ཁོ་རོའི་ནང་རིར་དལ་བ་ཙམ་ཞིག་ཡོད་ན་ཡང་ཟག་ཆ་ཁྱེར་དལ་བ་ཙམ་ཞིག་ཡོད་ན། རྩ་ཡི་རྩེ་མོ་ལ་ཆགས་ཀ་ནི་ཟིལ་པ་ནང་ཙོག་ཟིན་རྟ་བཞིན་མེད་རྐང་འདི་ནི་བདག་ས་འདུག་བསམ་ན་བདག་ས་མེད་རྐང་ཆ་ཆ་ཞིག་རང་བཞིན་ཅན་གཅིག་ཡིན་ནོ་གསུངས་སྟེ་ནོ། གསུངས་པ་ཟ་ན་ཅི་སྐྱོད་ཞེ་གསུམ་བདེ་བ། རྩྭ་ཡི་རྩེ་མོ་ཡི་ཟིལ་པ་ནང་བཞིན་འཇིག་རྟ་བཞིའི་མེད་གང་ཅིག་ཡིན་ནོ། ཡིན་ན་ན་སྐབས་གཅིག་ལྟ། ང་སོང་གསུམ་ལ་ལྟ་སྟེ་བདེ་བ་མང་ཉུང་ཅིག་ཡོད་སྐྱབས་ལྟ། ཡིན་ན་མདོ་རྟ་བཞིའི་སྤྱན་གཅིག་ཡིན་རོགས་ཟེར་ན་མ་རོགས། དཔེར་ན་ང་དང་ཚང་མ་མཐོང་དུ་རོགས་པ་ང་དང་ང་སོང་གསུམ་ན་ཐར་ཏེ་བདག་ས་བདེ་འགྲོ་བླ་མའི་གོ་འཕང་ཐོབ་བདེ་རོགས་ལྟ། ཡིན་ན་ཡང། ད་རག་འདི་ན་གཞི་བལྟས་ན་ང་དང་གང་བོ་ཞིག་ག་ཆག་གོ་སྲིད། ཡིན་ནི་གཞི་བལྟས་ན་ཆག་མ་གོ་ཟནའང་བདག་ས་ང་སོང་སུང་ང་ལྟར་བསད་ད་ང་སོང་སུང་གིས་སྡུག་ང་ནང་བཞིན་འཇིག་ད་ང་དང་ཉོ་མགོ་ས་མེར་བཀྱག་ད་ཡིན་ན་ཡང་ད་ང་དང་ཡང་བསམ་བློ་བཏང་མ་ཤེས་ས་ཆོས་ཀྱི་རྣམ་གཞག་མ་མ་ཤེས་ན་ཡང་ང་སང་བདག་ས་བདེ་འགྲོའི་དོན་འདྲེ་སྣ་སུ་སླེབས་ན་ཡང་ཡང་ང་དང་མི་རྣམས་ད་ཡིན་ནི་ཅི་ག་གལ་ཏེ་ན་སྐྱེར་ག་ན་ཅི་སྡུག་ང་སྡུག། ཧ་ལས་དེ་ན་ཚོགས་ལ་དེ་ནས་རང་གི་འདོད་པ་མ་གྲུབ་པའི་སྡུག་བསྔལ་འདུག་ཡེ་ནས་མི་འདོད་པར་སྐྱེ་འགན་མང་པོ་ཞིག་ཐོག་ཏུ་བབས་སྟེ་ཡོངས་སུ་པའི་སྡུག་བསྔལ་དུ་ཡོད་པ་ས་ན་ང་དང་འང་སྡུག་བསྔལ་མང་པོ་ཞིག་འདུག་བ་དེ་ན་ཚོགས་ལ་ལྷ་སྔོན་ལ་གཟུགས་ཁམས་པའི་ལྷ་སྔོན་ལ་ཡོད་ཀྱང་དེ་ན་ཚོགས་ལ་གཟུགས་མེད་ཁམས་པའི་ལྷ་སྔོན་ལ་ཡོད་ཀྱང་གསུངས་པ་ས་ན་འོ་ད་ཚང་མི་ནང་ཧ་ལས་མདོར་བསྡུ་ན། ཆེ་ཆུང་འཇིག་མང་ཉུང་འཇིག་མ་གཏོགས། འོ་ད་འཁོར་བའི་ནང་ན་ཕྱིན་ཆད་ལ། ངན་སོང་གསུམ་ལ་སྡུག་བསྔལ་ཡོད་ཀ་ནང་བཞིན་འཇིག་མེད་ན་ཡང་བདེ་འགྲོ་སྔོན་ལ་ཡང་འོ་རང་རང། ཨོ་དེ་ནས་སྐྱེ་རྒ་ན་འཆིའི་སྡུག་བསྔལ་ཨོ་ད་རང་རང་གི་ལྟོ་མདོར་བསྡུ་ན། རྒྱལ་པོ་ལ་རྒྱལ་པོ་ལ་དཔག་པའི་སྡུག་བསྔལ་ཅིག་བློན་པོ་ལ་བློན་པོ་ལ་དཔག་པའི་སྡུག་བསྔལ་ཅིག་ཨོ། དཔོན་པོ་དམག་མི་དཔོན་པོ་ཡིན་ན་ཁོ་རང་ལ་དཔག་པའི་སྡུག་བསྔལ་ཅིག་གྲོང་པ་ཕྱུག་པོ་ཡིན་ན་ཕྱུག་པོ་ལ་དཔག་པའི་སྡུག་བསྔལ་ཅིག། ངལ་བ་ཅན་ཡིན་ན་ངལ་བ་ཅན་ལ། མདོར་བསྡུ་ན། ད་ང་དང་ཡིན་ན་གཟུགས་ཀྱི་གཅིག་ང་དང་ཁྲ་ཁྲ་ཟིང་ཟིང་མཐོང་དང་མ་རྟོགས། ཚང་མ་ལ་སྡུག་བསྔལ་རེ་རེར་ཀྱང་ཁོ་རོའི་ནང་ང་ན་ཕྱིན་ཅད་ལ། འོ་ད་སྡུག་བསྔལ་གྱིས་མ་མྱངས་ཀ་ཅིག་ཅི་ཡང་མེད་ཀྱང་ད་ང་དང་ཡང་མིའི་རིགས་ཤིག་ཨ། ཁོ་ད་མ་ན་གྲོངས་པ་ཕྱུག་པོ་ནོག་པ། ཨེ་ནི་ཁོ་ད་ཡང་ཅིག་ཅིག་དཔོན་པོས་ནོག་པ། ཡང་ཁོ་ད་ཅིག་ཀོ་ནའི་ཐོན་པོ་སླེབས་ཏེ་ནོག་པ་ཟེར་ཁན་པ། ཨེ་ནས་ཁོའང། གདིང་མེད་ན་སྡུག་བསྔལ་རེ་རེ་ཚང་མ་ལ་ཡོད་ཀྱང་ད་ཁྱབ་གདལ་གྱི་འཁོར་བའི་ནང་ན་ཕྱིན་ཆད་ལ་འོ་སྡུག་བསྔལ་གྱི་མ་ཉེན་ཁ་ཅིག་ཆེ་ཆུང་ཅིག་དང་མང་ཉུང་ཅིག་མ་གཏོགས་སྡུག་བསྔལ་གྱི་མ་ཉོན་ཁ་ཅིག་ཅི་ཡང་མེད་ཀྱང་རེད་སོང་པ་སང་ན་ཞེ་གསུམ་བདེ་བ་གསར་རྩེ་ཟིལ་པ་བཞིན། ཡུད་ཙམ་ཞིག་གིས་འཇིག་པའི་ཆོས་ཅན་ཡིན་འོ་ད་དེ་གསར་རྩེ་ཟིལ་པ་ནང་བཞིན་ཀར་ཟེར་ཡུད་ཙམ་ཟེར་ན་ཧ་ལས་རྟགས་ས་དུས་ཚོད་རྩ་པིག་གི་སྟེང་ན་ཟེར་སྟོང་ད་ཧ་ལས་ཀ་ཡུད་ཙམ་ཞིག་ཟིན་ན་བཏུད་ཚོད་ཐུང་ཅིག་ཡིན་ནའང། ཨོ་དེ་ནི་དགའ། འཇིགས་པའི་ཆོས་བྱེད་ཨ་མཛའ་པོ་ཅིག་མེད་ཀན་ཆ་ཆས་སི་རང་བཞིན་ཅན་ཅིག་ཨི་ནོ་ཟ་ཏི་ནོ། ཨོ་ཧྲིད་པའི་བདེ་བ་ཙམ་ཞིག་ཡོད་ན་རྩེ་རྩེ་མོ་ནང་བཞིན་ཅིག་མ་ནི་རྩ་བིག་ན། ཨོ་དེ་ནི་མེད་པ་སོང་སྟངས་གང་ཅིག་ཡལ་ཏེ་ཆགས་སྟངས་སོང་སྟངས་གང་ཅིག་ཨོ་དེ་ནི་རྟན་བཞིན་མེད་ཀན་ཅིག་རྒྱུན་རིང་པོས་ཚུགས་པ་རྒྱུན་རིང་པོ་ཚུགས་པ་མི་ལུས་ཀན་ཅིག་གི་རང་བཞིན་ཅན་ཅིག་ཡིན་པ་བསམ་ན་ཅི་གསུང། ངས་ཡུད་ཙམ་ཞིག་གིས་འཇིགས་པའི་ཆོས་ཅན་ཡིན། ཨོ་འཇིགས་པའི་ཆོས་ཅན་ཟེར་བ་པོ་ཅིག་མེད་ཀན་ཆ་ཅན་སི་རང་བཞིན་ཅན་ཅིག་མེད་ཀན་ཆ་ཅན་སི་བདག་ཉིད་ཅན་ཅིག་ཡིན་ནོ། ཨོ་ད་ང་དང་ཚང་མ་གཟིགས་བསྟེན་རོགས། ང་དང་ཚང་མ་ཧ་གོན་ཅིག་ཡོད་དོན་ཀ་གཟུགས་ཤིག་ཡོད་ནི་ཧ་ལས། ཨོ་ད་གར་དཔོན་པོ་ག་གཟུགས་ཤིག་འཛམ་བུ་གླིང་གི་ཡོངས་རྫོགས་སི་གི་རྒྱལ་པོ་ཡིན་ཟེར་ན་ཡང། ཡུད་ཙམ་ཞིག་ཡིན་ནོ་ད་ཁོ་ཨར་དིས་ཀི་ཅིག་ཡོད་ནི། ཨོ་ད་སོང་པ་སང་ན་རྟ་བཞི་མེད་པ་སང་ན་ད་ང་དང་ཚང་མ་ཨོ་རྟ་བཞི་ཅན་ཅིག་གི་སྣ་སུ་ཆགས་གོ་སྲིད་པ་སང་ན་ཨོ་སྐྱིད་པོ་ཞིག་གོ་ཟེར་ན་ནམ་ཡང་མི་འཇིག་ཅེས་ཟིག་གི་དེ་ནི་རང་བཞིན་ཅན་ཅིག་གི་བདེ་བ་ཞིག་སྟོན་དུ་གཉེར་གོ་སྲིད་པ་སང་ན་དེའུ་ཅི་ནོ་ཟེར་ན་ད་བདག་ས་དེ་ཡོག་མེད་གི་ནི་ནམ་ཡང་མི་འགྱུར་ཐར་པའི་གོ་འཕང་ཕྱོགས་སུ། ཨོ། ད་ཐར་པའི་གོ་འཕང་ཚེར་གཅིག་ཐོབ་ཚར་བའི་སྟེང་ན། ད་དེ་རང་དེ་ནས་ཉམས་སུ་དེ་བྱ་བྱ་སྡེར་གཡང་ཡུལ་དེ། དེ་ན་ཡོང་བའི་བབས་སུ་གཡང་དེ་རང་སྡུག་བསྔལ་མྱོང་བྱ་ཚེ་གོ་སྐབས་ཀྱིས་གཡང་འཇིགས་ལོགས་སུ་ཡོང་དགོས་བྱ་ཞིག་ཡོད་ཀྱང་ཟེར་ན་རྩ་བར་སྙིང་ན་མེད་ཀྱང་ཨོ་དོ་ལ་ང་དང་ཅིས་ཀྱང་ནོག་ཏན་གྱིར་བདེ་བ་ཟེར་ན་ཨོ་ད་བདེ་བ་ཏན་པོ་ཏན་ལྕགས་སུ་ཡུར་རིང་པོ་བཙུགས་པ་སྐལ་པ་ན་སྐལ་པ་ད་རྡོར་འདུག་ན་ཨེ་ནས་གཱ་ཁྱེད་དེ་ན་ནམ་ཡང་མི་འཇིགས་ཅེས་ནམ་ཡང་འགྱུར་བ་མེད་པས་ཨོ། གཱ། བདེ་བ་ཞིག་ཡོད་ན་ཨོ་དེ་ཅི་ནོག་ཟེར་ན་ཐར་པའི་གོ་འཕང། འོ་ད་ཐར་པའི་གོ་འཕང་བཟང་པོ་ཐར་གཟར་བུ་ག་ན་ཐར་ཏེ་གཟར་བུ་ཅིག་འཁོར་བ་ན་ཐར་ཏེ། འོ་ད་འཁོར་བའི་ནང་ན་ཟ་ན་འོ་ན་སྡུག་བསྔལ་ག་སོང་འོ་ད་ཐར་པའི་གོ་འཕང་ཅི་ཟེར་ན་ད། འཁོར་བའི་ནང་ཡོད་ཡོད་ཡོད་ང་དང་སྡུག་བྱེད་སྲིད་སྡུག་བསྔལ་མྱོང་གོ་ཞེས་རྩ་བ་བོ་ཅི་ནོ་ཟེར་ན་བདག་འཛིན་མ་རིག་པ། རྨོངས་པའི་དབང་གིས་ང་དང་འདོད་ཆགས་བཞེད་དང་གཏི་མུག་གི་སྐྱེས་ཨེ་ནས་གཏི་མུག་གི་དབང་གིས་ང་དང་ལས་དགེ་བ་དང་མི་དགེ་བ་སྣ་མི་དགེ་བ་སྣ་ཚོགས་པ་ཅིག་བསགས། འོ་ལས་མི་དགེའི་དབང་གིས་ཨེ་ནས་ང་དང། ཧ་ལས་ཀྱི་ནི་ག་ང་སོང་གསུམ་གྱི་ན་སུ་ཁེས་ལཱས་དགེ་བ་ཟག་བཅས་ཀྱི་དགེ་བའི་དབང་གིས། ཨེ་ནི་ང་དང། ཨེ་ནི་ག་བདེ་འགྲོ་ལྷ་མིའི་བཀོད་པའང་ཁོ་རོའི་ན་ཁོ་རོའི་ན་སུ་ཁོ་རེ་རེ་འདུག་གས་པ་སང་ན། ཨོ་སོང་པ་སང་ན་ད་ཅི་བྱེད་ཀྱ་ཟེར་ན། ཨོ་ཐར་པའི་བཀོད་པའང་འམ་ཡ་མེད་ན་ནི་ང་དང་སྟུར་རྒྱུད་ན་དགྲ་བཅོམ་པའི་བཀོད་པའང་བྱོན་ནོ་ཧ་ལས། ཨོ་ད་ཉན་ཐོས་དགྲ་བཅོམ་པ་རང་རྒྱལ་དགྲ་བཅོམ་པ་ཐེག་ཆེན་དགྲ་བཅོམ་པ། ཨོ་འདི་གསུམ་པོ་གང་ཡང་རུང་བ་ཞིག་ད་ང་དང་ཐོབ་ན། ཨོ་ད་དེ་ག་ན་ཨེ་ནི་ཡོ་ག་བབས་ཏེ་ཡོང་གོ་ཤས་ཡང་ང་སོང་གས་སྡུག་བསྔལ་མྱོང་གོ་ཤས། ཁོ་རེ་ནང་ལུགས་མགོ་ཤེས་ཨི་གཟུགས་རིས་དེ་ནི་ག་འཇིགས་པ་དང་ཨོ་དེ་ནི་གྲགས་པ་དང་དེ་གཟུགས་ཅང་མེད་ཀྱི་གསུངས་པ་སང་ན་ནམ་ཡང་འགྱུར་བ་མེད་པའི་ཨོ་གོ་འཕང་ཅིག་ཁྱེད་རང་དོན་དུ་གཉེར་དགོས་བསྟན་ནོ་ཟེར་ཏོ་ཨོ་དེ་དོན་དུར་སྔར་གྱི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་ཨོ་བདེན་ན་དོན་དུ་གཉེར་ཏེ་ཁོང་ཨེ་ནི་མཐར་ཐུག་གི་གོ་འཕང་ཐོབ་བསྟན་ནོ་གསུངས་པ་སང་ན་ང་དང་ཚང་མའང་ཨོ་ད་ནམ་ཡང་འགྱུར་བ་མེད་པའི་གི་དེ་ནི་གོ་འཕང་ཅིག་གམ་ནམ་ཡང་འགྱུར་བ་མེད་པའི་བདེ་སྐྱིད་ཅིག་དོན་དུ་གཉེར་ན་ཅི་དོན་དུ་གཉེར་དགོས་བསྟན་ནོ་ཟེར་ན་ཐར་པའི་གོ་འཕང་དོན་དུ་གཉེར་དགོས་བསྟན་ནོ་ཟེར་ཐར་པའི་གོ་འཕང་ནི་འདི་སྐད་ཚང་མས་ན་བཟའ་མཆོག་ཏུ་གྱུར་པ་ཡིན་ནོ་གསུངས་སོ། གསུངས་པ་ས་ན་ཨོ་ད་ང་དང་བདག་སར་རྩ་བའི་ན། ཨོ་ད་ང་དང། མདོར་བསྡུ་ན་ཨོ་ད་སྐྱིས་བུ་འབྲིང་ཟེར་རན་པོ་ཆེ་སྐྱིས་བུ་འབྲིང་གིས་བསམ་བློ་བཏང་ཆོག་པོ་ག་ཟུག་ཞིག་འདུག་ཟེར་ན། ཨོ་འཁོར་བ་ལ། ཨོ་དེ་ནས་ག་འཁོར་བའི་འདི་སྐད་དང་སྙིང་པོ་མེད་ཀ་ནས་རང་བཞིན་ཅན་ཅུག་ཤེས་ཏེ། འཁོར་བ་ད་ང་དང་ལྟོས་གྱུར་ན་ཟེར་ན་འཁོར་བ་ལ་ངེས་འབྱུང་སྐྱེས་ཏེ་ཟེར་ན་ཏཱ་ཧ་ལས། འཁོར་བ་ལ་ངེས་འབྱུང་སྐྱེས་ཏེ་ཟེར་ན་འཁོར་བ་ལ་ཨིད་འབྱུང་སྟེ། ཧ་ལས་ངེས་པར་བྱུང་བ་ཟེར་ན་འཁོར་བ་ལ་སེམས། ཨིད་འབྱུང་སྟེ། ཨིད་འབྱུང་སྟེ་ཟེར་བ་ནི་བོད་ཀྱི་འཁོར་བ་སྡུག་བསྔལ་ཅན་གྱི་རང་བཞིན་ཅན་དུ་སྡུག་བསྔལ་གྱི་རང་བཞིན་ཅན་དུ་ཤེས་ཏེ་འཁོར་བ་ལ་སྙིང་པོ་མེད་ཀར་པོ་མཐོང་བ་པོ་ཅིག་འོ་འཁོར་བ་ལ་ངེས་འབྱུང་སྐྱེས་ཏེ་ཟེར་ན་འཁོར་བ་ལ་ཨིད་འབྱུང་སྟེ་ཟེར་ནོ། འོ་མདོར་བསྡུ་ན་ང་དང་དུས་རྒྱུན་ན་ད་སང་ངེས་ཀ་ན་ཚིག་ཁ་ཅིག་དྲངས་ཏེ་ཡོད། ངས་ནི་ང་དང་ཕྱག་སྤེལ་ངོ་ནུས་ན་ཅི་གསུངས་སུ་འདུག་ཟེར་ན་འབད་ན་ང་དང་དབུ་མ་བཞི་བརྒྱ་སྤེལ་ན། ཧ་ལས་ཁ་སྤར་རྣམས་ལ་མཐོ་རིས་ཀྱང་ཉལ་བ་བཏང་ཙུང་འཇིགས་སྐད་འགྱུར། ཨོ་བདེན་པས་ཆོས་སྤྱོད་ཤེས་དཀའ་ངོ་ལ་ཨེ་ནས་དགའ་མཐོ་རིས་ཀྱི་སྐོར་པའམ་ཉལ་བ་ནང་བཞིན་ཉལ་བའི་སྡུག་བསྔལ་ནང་བཞིན་གྱི་ཐོག་ནས་མཐོ་རིས་ཟེར་ན་ང་དང་བདེ་འགྲོ་ལྷ་མིའི་སྐོར་པའམ་དབང་མཁས་དེ་ན་ལྟ་བཞིན་བྱ་བྱེད་མེད་གང་ཅིག་ད་ལྟ་ཡུད་ཙམ་ཞིག་ཧ་ལས་དུས་ཚོད་ཉུང་ངུ་འཇིག་ད་མྱོང་འདུག་ད་ཡང་ལོགས་སུ་དེ་བདེན་གནས་ནའང་ཆག་གོ་ས་ག་ནས་རང་བཞིན་ཅན་ཡིན་ཐུག་པ་ཟེར་ན་ཨོ་བདེན་པས། ཆོས་ཀྱི་ན་ཟུག་ཤེས་ཏེ་ཁ་སྤེ་དབང་པོ་རྣམས་ལ་ནི་མཐོ་རིས་བདེ་འགྲོ་ལྷ་མི་བཀོད་པའང་ཉལ་བ་ལ་ག་གེ་དེ་ན་ང་དང་བདག་སང་ཉལ་བ་ཡི་དྭགས་དུད་འགྲོ་ངུ་ནི་འཇིགས་སྡུག་དངལ་བུ་འཇིགས་སྣང་ཅན་མཐོང་བ་ནང་བཞིན་འཇིགས་བདེ་འགྲོ་ལྷ་མི་བཀོད་པའང་དུ་བང་གེ་དེ་ན་འཇིགས་སྣང་ཅན་འཇིགས་དང་ལྟ་བཞིན་མེད་དཀའ་འཇིགས་དང་སྡུག་དངལ་གྱི་རང་བཞིན་ཅན་དུ་མཐོང་བས་ཀྱང་ཤེས་ཟེར་ཀྱང་གསུངས་པ་སང་ན་དེའི་དབང་གིས་ནི་ཁོང་འཁོར་བ་ལ་མ་ཆགས་པ་སང་ན་འཁོར་བ་སྡུག་བསྔལ་གྱི་རང་བཞིན་ཅན་དུ་ཤེས་བྱེད་དུ་བཏགས་ས་ན། ཡེ་ནས་ཁོ་རོའི་ནང་འཁོར་བྱ་སྲིད་ལ་དང་བོ་དེ་ཚང་མ་ཁོ་ན་ས་བ་མེད་ཀྱང་དེ་ཚང་མ་ཁོ་དོན་བདག་གཅིག་སྙིང་པོ་ཅང་མི་འདུག་བསམ་དཀར་པོ་ཧ་ལས་དེ་བཅོས་ཚེ་ད་ལྟ་ང་དང་ཅི་ཞིག་འདུག་བསམ་དཀར་པོ་དེ་ན་ཅི་སྙིང་པོ་ཞིག་འདུག་བསམ་དཀར་པོ་སེམས་ཀྱི་ནང་འཁོར་དེ་ཡོད་པ་སང་ན་འོ་སོང་པ་སང་ན་ཁ་སྤར་རྣམས་ལ་མཐོ་རིས་ཀྱང་ཉལ་བ་དང་མཚུངས་ཇི་སྐད་གྱུར།

ཧ་ལས། ཨོ། དེ་ནས་སྔར། ཨེ་ནི་ག། ཨ་བ་ལས་ཤིག། ཧ་ལས། དེ་ནས་གི་དོར་དུ་ན་སྤྲོག་པ་ཕྱུག་པོ་ཞིག་གིས་སྨྲ་ན་ད། ཨ་བ་ལས་ཤིག། མ་སྐྲག་པོ་ཞིག་ཡོད་པ་སང་ད་ཡུལ་ཁུ་རི་ན་སྐར་སྐྲག་ཡོད་ཀྱང། ཨོ། ད་ཁོང་གིས་ཨ་བ་ལས་གཟན་པོ་ཅིག་ད་སྨྲ་ན་ད་ཁོ་ལ་ད་སྨྲ་ན་སྨྲ་ན། སྨྲ་ན། ཨ་ཟུག་ཤིག་ཧ་ལས་སྨྲ་ན། སེམས་ལ་འཚེར་དཀའ་ཁོང་ཁྲོ། དེ་ནས་ད་ཁ་བྱུས་ཅང་མེད་གང་ཅིག་མི་ཚང་མས་དཔའ་སྐྲག་པོ་ཚོ་རེད་ཀྱང། བཞག་ཤིག་ནས་བཞག་ཤིག་ནས་ཨོ་དེ་ན་ཁོང་རང་ཡང་དེ་ཕྲུ་གུ་གཅིག་ག་ཁོང་ཨ་ཕོ་ཨོ་དེ་ཨ་ཕ་ལས་ཨ་ཞང་ལས་ཨ་ཞང་ལས་ཨ་ཞང་ཟེར་སྐྱ་སེ་ཡ་གཟུགས་བཞིན་པ་བཟང་ད་ཁོའི་ཚ་ཁོག་ཚ་མོ་ཚང་མ་ལ་ཁོས་རྒྱུ་ནོར་ལོངས་སྤྱོད་བཏང་སྟེ་ད་ཚང་མ་སོས་ཏེ་བོར་ཏེ་ཚང་མ་ལ་བྱམས་པོ་བྱོས་འཇིག་ད་པད་དགའ་རུ་ཆགས་ན་ཁོ་པད་མ་ན་བླ་མ་རིན་པོ་ཆེ་སྐྱོད་གང་ཚོགས་ལ་ཨི་གཟུགས་ཆེ་བ་ན་ཨི་གཟུགས་ཐོང་ཡོད་ཀྱང་སྐྱེས་ཟེར་ན་ཁོ་ཁོ་རང་དཔལ་འབྱོར་ལོངས་སྤྱོད་རྒྱ་ལ་ཡོད་པ་བཟང་ན་མི་ཚང་མ་ལ་ཕན་ཐོགས་བྱོས་ཏེ་ཁོས་བློ་གཟུགས་བསྐྱོད་པ་བསམ་ན་ད་ཡོད་བ་སྡུག་ག་ནས་མི་ཚང་མ་ཅི་བསམ་ཡོད་ཀྱང་ཁོ་ནང་བཞིན་གྱི་སྐྱིད་པོ་དག་ག་ནས་བསུ་ཡོད་ཧ་ལ་བསམ་ག་ཅིག་ང་དང་ཚང་མ་ད་བྱས་ཟིན་ན་ཁོས་ཡོད་བ་སྡུག་སྡུག་བསྐྱོད་པ་བསམ་ན་ད་བདེན་པའི་ཁོ་བ་ཅི་ཟ་ཅི་འཐུང་དགའ་རུ་སྡུག་སྡུག་གི་ནི་མི་སུ་ཞིག་ག་ཡོང་ན་ཁོས་དེ་ནས་དགའ་གཟུགས་སྐྱིད་སྟངས་དང་ཁོའི་ལག་པ་ཡོད་པ་བསམ་ན་བཞག་ཤིག་ནས་བཞག་ཤིག་ཨོ་དེ་ན་བདག་སའི་ཨ་བ་ལས་ཨ་ཞང་ཟེར་བྱ་སི་ག་ནོ་ནོ་ཞིག་ཡོང་ཡོད་ཡོད་ཚེ་ག་ཨོ་དེ་ཨ་བ་ལས་སྐད་དེ་ན་སྐྱིན་ཤུགས་དབུགས་རིང་མོ་ཞིག་ཕིན་སྐད་ད། ཧ་ལས་ང་དང་ལྟ་སེམས་ལ་ཚེར་ཁ་ཁོང་ཁྲོ་ཡོད་ན་ང་དང་སུ་ངན་ཞིང་ཤུགས་མི་ང་ནོག་པ། གསུངས་པ་སངས་ཞིང་ཤུགས་དབུགས་རིང་པོ་ཅིག་ལྡིང་རོགས་ཟེར་ན། ཡེ་ནས་ཨོ་ལེ་ཕྲུ་གུ་ཟེར་ཀྱང། ཨ་ཅག་ཨ་ཞང་ལས་ངེད་རང་སྡུག་བསྔལ་རག་ཨ་ཟེར་ཀྱང། ད་ཡེ་ནས་ཨ་ཞང་ལ་བཤད་ཀྱང་ནོ་ནོ་ད་ནོ་ནོ་རང་ཨ་སང་སྡུག་བསྔལ་བོ། ངའི་ངའི་བསམ་པའི་ནང་ནས་ནོ་ནོ་ངེད་རང་ཨ་སང་སྡུག་བསྔལ་བོ་ང་ང་ལ་མང་ཨ་ཡོད་ད་བསམ་ནོ་ནོ་ཁོ་རང་བསམ་བློའི་ནང་ཅི་ཡོད་ཀྱང་ཟེར་ན་ཨ་ཞང་ལས་ད་མིན་ན་མིན་ན་ཅང་སྡུག་བསྔལ་མེད་མཁན་གྱི་ཨི་གཟུགས་སྐྱིད་པོ་ཞིག་དང་ཨི་གཟུགས་དཀར་མོ་ཞིག་དང་ཚོ་རེད་ཀྱང་ད། ཨ་ལྟ་ན་ཨ་ཞང་ལས་ཁོ་རང་འདུག་སའི་ཀ་ན་འདུག་སྟེ་གཅིག་ལྟ་ཙེ་ན་ཨ་ཞང་ལས་ཨ་ལྟ་ཡང་ཡོང་ཨ་རོག་པ་ད་ང་དང་མི་ཆེན་མོ་གཅིག་གཟུགས་ཡོད་ཙེ་ན་ཡང་ཁོས་ཁོ་ཨ་གུས་ཞབས་མ་བཅོས་པའི་ཚེར་ཁ་ཞིག་ཡང་ཁོས་ཨ་ན་ཧ་ལས་གཅིག་ན་གཅིག་ཨ་ཁོ་ཚང་མ་སང་ཁོ་ཁོ་རང་མིང་ཆེན་མོ་མ་ལྷས་པའི་སྡུག་བསྔལ་ཅིག་ཚང་མ་སང་ཡུལ་ཡིན་ན་ཡང་མི་ཚང་མ་ཁོ་དྲག་པོ་འདུག་ཡང་མི་ཟེར་ཡང་ཡམ་དོན་གཅིག་ན་ཁོ་ཡང་ཅང་མི་འདུག་ཟེར་མཁན་ཨི་གཟུགས་རེད་སྤེ་ར་མི་འདྲ་མི་འདྲ་ཚོད་པ་ཟེར་ན་ང་དང་ངར་རྒྱལ་ནི་ཡོད་ཀྱག་ང་དང་ཁོང་ཀྲོ་ནི་ཡོད་ཀྱག། ཨོ་ང་དང་བཞེས་སྡང་ནི་ཡོད་པ་བསམ་ན་ཨེ་ནི་ཡང་ཁོ་བ་སང་ཡང་སྐྲག་ཅིག་བིང་མིང་བིང་ང་ཡང་ཟེར་ཚེར་ཁ་ཅིག་ཨོ་ད་མདོར་བསྡུ་ན་ཨོ་ཆེན་མོ་ལ་ཆེན་མོ་ལ་དཔགས་པའི་སྡུག་བསྔལ་ཆུང་ངུ་ལ་ཆུང་ངུ་ལ་དཔགས་པའི་སྡུག་བསྔལ་ཅིག་ཡོད་ཨེ་པ་བསམ་ན་ཨོ་ད་ཚགས་མ་ལ་སྡུག་བསྔལ་ཡོད་པ་བསམ་ན་ངའི་བདག་ས་བཞུགས་ཁང་རྫོགས་ལ་བདག་སའི་ཕྲུ་གུའི་ཚ་བའི་བསམ་བློ་ལ་ཨ་ཞང་ད་མ་ན་མ་ན་མ་ན་ཅང་ཚེར་ཁ་ཁོང་ཁྲོ་མེད་གང་ཅིག་སྣང་བ་ཚོར་རེད་ཀྱག་ད་ཨ་ཞང་སྡུག་སེ་ག་ན་ཨ་ཞང་ཁོ་རང་ཁོ་ང་ཟང་མ་ཨེས་སྡུག་བསྔལ་ཡོང་བ་དགག་དེ་སྣ་ཚོགས་ལ་ང་དང་ཚང་མ་ལ་ཡང་འོ་ད་ང་དང་མང་པོ་ཞིག་ང་ཁོ་ནང་བཞིན་འགྱུར་ན་བསམ་ག་འཇིག་བསམ་བློ་ཡོང་ག་མི་ན་ར་ག་ཕྱུག་པོ་རེད་སྐྲག་པོ་རེད་ཅིག་ཐུང་ངར་པོ་ཅིག་ཡིན་ན་ཟུག་འདི་ཟུག་ང་དང་དགོས་ད་དགོས་དེ་ནོག་ད་ཨིན་ན་ཡང་ཚང་མ་ལ་ཚེར་ཁ་ཁོང་ཁྲོ་རེ་རེ་སྡུག་བསྔལ་རེ་ཡོད་དེ་ནོག་ད་འོ་སོང་པ་ཟེར་ན་ང་དང་ཟང་མ་ནོག་པ་ད་མི་ཁ་ཅིག་བདེན་པའི་གདངས་དེ་རིང་བལ་ང་དང། ཡུལ་མང་པོའི་ནང་མི་མང་པོ་ཁོ་རང་རང་ཡི་གེ་དེ་ནས་ག་ག་ག་ཁྱེར་དེ་ནས་ཧ་ལས། ཡུལ་རྒྱལ་ཚ་མང་པོ་ལ་ཁོའི་མགྲོན་ཁང། དེ་ནས་ཁོ་རང་རང་གནམ་གྲུའི་ནང་ཨི་གཟུགས་ང་དང་དཔེར་ན་རྒྱ་གར་རི་ནང་ང་དང་ཨི་གཟུགས་མང་པོ་འདུག་ཨ་ལས། ཨོ་དཔེར་ན་ང་དང་སྡག་ས་ཨམ་བྷ་ནི་ཟེར་གི་དེ་གཟུགས་དམར་ཕྱུག་པོ་མང་པོ་འདུག་ཨ་ལས། ཡིན་ནའི་ཁོ་རང་སྡུག་སེ་ག་སྡུག་སེ་ན་ང་དང་སང་སྡུག་བསྔལ་མང་ཨ་ཁོ་ང་ཡོད་འགྲོ་ས་མ་རང་ཡིན། འོ་གསུངས་པ་ས་ན་ཡི་ཚང་མེད་ན་རྡོར་དང་བདག་ས་འཁོར་བ་ཁབ་ཀྱི་ཀ་བཟའ་རྩེ་ཙམ་ན་བདེ་བ་ནམ་ཡང་ཡོད་མ་ཡིན་ཟེར་བཅོམ་ལྡན་འདས་ཀྱིས་གསུངས་ཟིན་འདུག་ག་ལ་དེ་ཡོད་གསུངས་སྐད་ནང་བཞིན་ད་དུས་ནམ་གསུངས་སྐད་ཟེར་ན་འདི་རིང་ང་སང་ལོ་ཉིས་སྟོང་དྲུག་བརྒྱའི་སྔ་ལ་བཅོམ་ལྡན་འདས་ཀྱིས་གསུངས་སྐད་དེ་གསུངས་ལ་བདག་ས་ཚུགས་པ་འགྱུར་བ་བཏང་མ་གོ་ས་འོ་ད་གསུངས་ཚར་མ་གསུངས་ཚར་ལྡན་ཧ་ལས་འོ་ད་སངས་རྒྱས་ཀྱི་བཀའ་འོ་ད་དགའ་གཟུགས་དེ་ནས་ང་དང་གསུངས་ཟིན་འདུག་ད། ཨོ་གསུངས་པ་ཟེར་ན་ད་དེ་ག་ན་ཡིན་ནས་ང་དང་ཅི་ཧ་གོ་གོ་ཟེར་ནོ་ཟེར་ན་སངས་རྒྱས་བཅོམ་ལྡན་འདས་ལ་སྐུ་གསུང་ཐུགས་ཀྱི་ཡོན་ལྟར་བུ་བཀའ་ཟུག་ཞིག་ཡོད་སྐྱ་ཧག་ཟེར་བཀའ་མོ་ང་དང་བཤད་ཟེར་འདུག་ན་སངས་རྒྱས་སུ་གསུང་ངོ་ང་དང་ཟེར་ན་རྩ་ཆེན་མོ་ཚོར་ཀ་ཡིན་བཀའ་མོ་ང་དང་སེམས་ཟིན་ན་བསམ་བློ་འཁོར་དེ་དུ་ཡོད་ན་ཨོ་སངས་རྒྱས་སུ་གསུངས་པའི་ག་ན་ང་དང་འགལ་མི་འགལ་བྱས་སངས་རྒྱས་སུ་གསུངས་པོ་ང་གསུངས་པོ་ཁེ་དེ་ན་ང་དང་ཀ་བཞིན་དུ་སྒྲུབ་བྱེད་ཟིན་ཡིན་ན་ང་དང་སེམས་ནང་ལ་བུ་བཀའ་ཟུག་ཚོར་བ་ཞིག་ཨང་སེམས་ནང་ལ་ཨོ་ཟུག་ཞིག་ཡོང་ཨང། ད་དེ་སྣ་ཚོགས་ལ་རྒྱལ་བ་བྱམས་པ་མགོན་པོས་ཅི་གསུངས་ཟེར་ན། མི་གཙང་བ་ལ་དྲི་བཞི་མེད། འགྲོ་ལྔ་བདག་ལ་བདེ་བ་མེད། ཨོ་ག་མི་གཙང་བ་ལ་དྲི་མ་བཞི་པོ་ནམ་ཡོང་ཅིས་ནམ་ཡང་མེད་ཀྱ་ད་དེ་ང་དང་ཚང་མ་ཧ་གོ་འཇིག་དང་རོགས་པ། དེ་སྣ་སྣ་ཚོགས་ལ་དཔེ་སྟོན་པོ་ལ་སྤྱི་བོར་བསྟན་རོགས་ཟེར་ན། འགྲོ་བ་ལྔ། འགྲོ་བ་ལྔ་ཟེར་ན་མདོར་བསྡུ་ན་ང་དང་འགྲོ་བ་རིགས་དྲུག།

བདེ་བ་མེད། ད་ནཱ་སྐར་ནཱ་སྐར་ལ་མང་ཉུང་རེ་ཡོང་བའི་སྐབས་དེ་ཡང་བདེ་བདེ་བ་ཡང་གལ་ཏེ་ན་ཟག་བཅས་ཀྱི་བདེ་བ་ཞིག་ཡིན་ནོ་མ་གཏོགས་འོ་དེ་ནས་ཟག་མེད་ཀྱི་བདེ་བ་ཞིག་མ་ནོ་གསུངས་པ་སང་ན་འོ་ད་ང་དང་ག་སྐིས་བུ་འབྲིང་ཡིན་ཆོས་སམ་ཡང་མིན་སྐིས་བུ་འབྲིང་ཡིན་སྐབས་ལ་རྒྱལ་ཁྲ་ལག་ལེན་སོ་བདུན་མེད་ན། ཨོ་ད་འདི་ག་ནས་ཅི་གསུངས་ཟེར་འདུག་ཟེར་ན། ཧྲིལ་བཙུམ་དེ་བར་རྩ་རྩེ་ཟིལ་པ་བཞིན་ཡུན་ཙམ་ཞིག་གིས་འཇིགས་པའི་ཆོས་ཅན་ཨིན་ཙན་པོ་ཆེ་ད་ཚིགས་པོ་གཅིག་པོ་བསམ་བློ་བཏང་སྟེ་མ་འདུག་ཧ་ལས་དོན་དག་པོ་བཤད་ཟེར་ན་ཡང་དོན་དག་པོ་བཤད་སྐབས་གཅིག་པོ་བསམ་བློ་བཏང་སྟེ་མ་ད་བདེན་ན་སྐོར་ལ་ཨོ་ད་བདེན་པ་འཁོར་བའི་སྡུག་བསྔལ་མིན། ཧྲིལ་བཙུམ་ཧྲིལ་པ་སུ་འཁོར་བ་ག་རུ་སྐྱེས་ནའང་སྡུག་བསྔལ་གྱི་རང་བཞིན་ཅན་ཅིག་ཡིན་སྐད་ཧ་ལ་བསམ་སྟེ། འོ་ད་དེམ་པ་ཨི་ན་ཨིན་ཐིག་འདུག་ཟ་ད་ཡ་ང་ཡབ་མདུན་ལ་ང་དང་ལྟ་འར་པོ་ཅིག་ཨི་ན་ཟུ་ཡི་ཐོང་ན་ང་དང་ཨ་ཟི་ཐོང་ན་ཁོ་ར་དི་སྐིད་ཅན་ཅིག་ཡོད་ཐིག་འདུག་ད་ཁོ་ལ་ཡང་སྡུག་བསྔལ་འདུག་ཧ་ལ་ཨ་སང་དེ་འོ་ད་ད་ན་བཟུང་སྟེ་ང་དང། ག་གཟུགས་འཛམ་བུ་གླིང་གི་སྤོན་པོ་དྲག་པོ་ཅིག་ཡིན་ན་ཤི་བའི་སྡུག་བསྔལ་པོ་ཁོ་ཨ་སྙོག་དགོས་སྡུག་ག་ལེ། ར་ག་ཟི་པའི་སྡུག་བསྔལ་པོ་ཁོ་ཨ་སྙོག་དགོས་སྡུག་ག་ལེ། ན་བའི་སྡུག་བསྔལ་པོ་ཁོ་ཡང་མྱོང་དགོས་སུ་འདུག་ག་ལ་སོང་བ་ཟེར་ན་ད་ང་དང་སུ་ཞིག་དྲག་པོ་ཞིག་ཡིན་ན་མ་ཤེས་སྡུག་བསྔལ་ཅེས་མི་འགྲོ་བ། མ་དགའ་ས་སྡུག་བསྔལ་ཅེས་མི་འགྲོ་བ། གཟུ་མོ་མ་ཡོང་བ་སྡུག་བསྔལ་ཅེས་མི་འགྲོ་བ་སོང་བ་ཟེར་ན་སྐྱེས་སྒ་ན་འཆིའི་སྡུག་བསྔལ་པོ་ཁོ་རོའི་ནང་ན་འཆི་འཇའ་ལ་མ་ན་མི་ཐར་བྱ་ཞིག་དེ་ཡོ་ག་བྱ་མི་ཡན་ན་མི་དགོས་ག་འཇིག་སུ་ཡང་མི་འགྲོ་བ་ལས་འོ་ད་དེ་ཡོ་ག་བྱ་མི་དགོས་ག་འཇིག་ཡོད་ན་ནི་ཨ་སིལ་ད་ད་ཁོ་རོའི་ནང་ད་རུང་སྐྱེས་ན་སྐྱེས་སྒོ་ཆོད་པའི་ཡོད་རྒྱག་ད་ང་དང་ཚང་མ་འཁོར་བ་ལ་གཞན་དེ་སྡུག་ཅེས་པོ་ཁེལ་ཏེ་ན། རྩ་མིག་བསམ་བློ་དང་དང་པོ་ང་དང་ནོར་ལྟའི་རྒྱབ་ཁ། འཁོར་བར་གལ་ཏེ་ན་གཞན་ཇག་སྐད་བཤད་སའི་སྣ་ཞིག་མ་ནོགས་སོ་འདག་ས་ང་དང་སྟག་གསུང་ཟིལ་བ་ལས་ཨོ་ཁ་སྤ་ནམ་སྐིས་ཨེ་ནི་ག་བདེ་འགྲོ་ལྷ་མིའི་གོ་འཕང་ག་འཁོར་བའི་ནང་ཨ་ཏག་ཏག་ཧ་ལས་ལྷ་དང་མིའི་ནང་ཨེ་ནི་དེ་ངོ་ན་ཉལ་བའི་ཉལ་བའི་ནང་སྡུག་བསྔལ་ཡོང་ག་ནང་བཙོག་ལ་གཟིགས་ས་ནོགས་སོ་ཟིལ་བ་ལས། འོ་སོགས་པ་བསགས་ན་འོ་ད་དེ་ག་ནའང་ང་དང་ཅི་བྱེད་ཀྱང་ཟེར་ན་འཁོར་བ་ལ་སྙིང་པོ་མེད་སྐམ་པོ་ད་ང་དང་ག་ན་ཟེར་ལྕགས་རྟ་ལྷ་མོ་ཧ་ལས་འཁོར་བ་ལ་སྙིང་པོ་མེད་སྐམ་མིན་སྙིང་པོ་མེད་སྐམ་ང་དང་ཚང་མས་ཟེར་རེ་འཇིགས་དང་ཡོངས་སུ་རུང་འོ་ད་ང་དང་ཚང་མས་ཇི་ཡིན་ནའང་དེ་ག་ཡང་ཡང་བསམ་བློ་བཏང་སྟེ་ཡང་ཡང་བརྟག་དཔྱད་བྱོས་སྟེ་འོ་ནི་དེ་ག་ང་དང་སྒོམ་ཟེར་རིན་པོ་ཆེ་འོ་ད་བདེན་པའི་སྙིང་པོ་ཡོད་ཐིག་མིན་འདུག་ག་ལ་བསམ་དེར་རྒྱུ་མཚན་བསམ་བློ་དྲངས་ཨ་དེ་ནས་དེ་ག་ནས་ཡང་ཡང་བསམ་བློ་བཏང་རིན་པོ་ཆེ་འོ་ནི་ང་དང་བདེན་པའི་ཡིན་ནི་འཁོར་བ་ལ་འོ་དེ་ཙམ་ཞིག་བསམ་བློ་མང་ང་བཏང་ན་འཁོར་བ་ལ་ཞེན་ཆགས་སོགས་ཉུང་ང་ཉུང་ང་ཉུང་ང་ཆགས་ནོ། ཧ་ལས་འོ་དེ་ཙམ་མ་ཞིག་གིས་དངོས་མེད་སྐམ་པོ་བསམ་བློ་བཏང་བར་པོ་ཆེ་ཡིན་ནི་ང་དང་ནང་ཁང་པ་ཟེར་བྱས་ཡིན་ནི་དེ་སྣ་ཚོགས་ལ་རང་བཞིན་འབྲུག་པོ་ཟེར་བྱས་འོ་དེ་ཀུན་ལ་ཞེན་ཆགས་སོགས་ཉུང་ང་ཉུང་ང་ཆགས་ནི་དེ་ཀུན་ལ་ཙམ་ཞིག་ཞེན་ཆགས་སོགས་ཉུང་ང་ཆགས་ན་ང་དང་སྐྱིད་པོ་མང་ང་མང་ང་ཆགས་ནོ་ང་དང་འོ་དེ་ཞེན་ཆགས་པོ་སྐྱིད་པོ་ཁྱོད་རང་རོགས་སམ་འོ་དེ་ཞེན་ཆགས་པོ་ང་དང་སྡུག་བསྔལ་ཁྱོད་རང་ཀྱང་མ་གཏོགས་སྐྱིད་པོ་སྨྲ་ནི་ཁྱོད་རང་མེད་ཀྱང།

ཡོ་ང་ལ་ལྷ་མོ་ཞིག་མེད་ཀྱ་ག་ལེ་ད་དེ་ག་ན་པེ་ནའི་གོ་ས་ཏེ་ནོག་ཅ་ལག་ངོས་པོ་གོ་ས་ཏེ་ནོག་མི་ཡི་གོ་ས་ཏེ་ནོག་མི་འདྲ་མི་འདྲ་ད་དེ་ཚང་མའི་དེ་ཚང་མའི་དོན་དག་ཨང་བ་སྦག་འཇིག་དང་ཨིང་བ་སྦག་འཇིག་དང་མི་ནས་གཉེན་པོ་རྫིག་མོ་དང་ཡང་དེ་ག་ན་རྡི་སྐྱིད་པོ་ཡོང་ཆ་ས་པོ་ཨ་ཟེ་ག་བོར་ཏེ་སྡུག་བསྔལ་མང་པོ་ཞིག་སྐྲངས་སུ་ཁྱུང་འདུག་ག་ལེ་ད་ཁང་པ་དང་པོ་མ་འགྲིག་ག་གཉིས་པར་རྩིག།

ད་ཁོ་ལ་དགའ་རབ་ལྔ་བཅུ་བསྒྱུར་ན་ད་ཁོས་ཅི་དགར་དྲག་པོ་ཚོར་ར་ནོག་ད་ཡང་དགའ་རབ་ལྔ་བདུན་བསྒྱུར་ཚར་ཏེ་སྟེང་ན་འོ་ད་ར་ནོག་འཇོག་སྒྲོག་པ་ཡང་ད་རུང་བསྒོ་ཤ་རག་སྲབ་གར་འབོ་འོ་སོང་བ་ས་ན་འོ་ང་དང་མི་ངོ་མི་ཤེས་པོ་ཁྱེད་དེ་ན་ཟག་བཅས་ཀྱི་འཁོར་བའི་ཡིག་ངོས་པས་ཡ་མེད་ན་ང་དང་སྡོད་ལ་ང་དང་སྡོད་པས་ཨེ་རེད་གཟུགས་འདྲ་བཀྲིས་རོ་རེག་བཅར་ལྔ་པོ་ལ་འོ་ད་ཁོ་རང་ཁོ་རང་ན་ད་སྡང་དེ་རིང་སྤེལ་ར་ནང་ད་ཁོ་ལ་ནུས་པ་ཞིག་ཅི་ཡོད་སྐྱེ་ཟེར་ན་ང་དང་སུ་དང་སུ་ཞིག་གིས་ཁོ་ཙམ་ཞིག་ལོངས་སྤྱོད་ན་ཡང་མི་ངོ་མི་ཤེས་པོ་འོ་དེ་རང་ཡོད་སྐད། འོ་ད་དེ་འདྲ་ན་ཅིག་ང་དང་བསམ་བློའི་ནང་ལ་འོ་ཁོ་ཉོན་མོངས་ཀྱི་གཞན་དབང་དུ་སོང་སྟེ་བསམ་བློ་ཞིག་མ་རྟོགས་མེད་པ་ཟ་ན་འོ་དེ་ན་ཙམ་ཞིག་ངོམ་ས་མེད་ཀྱང་སོང་བ་ཟ་ན་ང་དང་འདོད་ཆགས་ཀྱི་སྐུ་ན་ལྷངས་སྟེ། འོ་ཁོ་རེ་དངོས་པོ་ལ་དཀའ་གཟུགས་ཤིག་མཐོང་བས་ན་ཡང་འོ་ད་དུས་ལ་ང་དང་མི་ངོམ་ཤ་སོགས་ཁོལ་དང་ཁེལ་ན་ཁོ་རེ་ཁོ་རང་ཆོས་ཉིད་ཅིག་ཡིན་ནོ་རང་བཞིན་ཅིག་ཡིན་ནོ་སོང་བ་ཟ་ན། ང་དང་ཚང་མས་ཨོ་ད་དུས་དང་རྣམ་པ་ཀུན་ཏུ་ཆོས་ཀྱི་བསམ་བློ་བཏང་སྟེ་ཆོས་ལ་དགོ་བ་སླེབས་སྟེ་ཡོད་ན། ཨོ་ད་དེ་ནི་འཁོར་བའི་ཕུན་སུམ་ཚོགས་པ་དཀའ་གཟུགས་ཤིག་ཡིན་ན་མི་ངོམ་རྒྱ་སྤུ་གས་དེ་ནི་རང་བཞིན་ཅིག་ཡིན་ནོ་ཧ་ལ་བསམ་སྟེ་ད་དེ་ཚང་མ་ལ་དེ་ཙམ་ཞིག་བཏང་གིན་ཆགས་བཞིན་སྤྱོད་སྒོ་བྱེད་ཞིག་མི་ནུས་ཧ་ལ་བསམ་དཀར་པོ་གས་དེ་ནི་ང་དང་སེམས་ནང་བསམ་བློའི་ནང་འཁོར་ཏེ་ཡོད་ན་ཨོ་དེ་ཀུན་ཤེས་ཏེ་ཡོད་ན་ཨེ་ནི་ང་དང་དེ་ནི་དེ་ལ་སྤགས་པས་ང་དང་རྡིས་སྐྱིད་ཅིག་ཡོང་ངེས་ཀྱི་རྟགས། འོ་མེད་ན་ང་དང་སྡུག་བསྔལ་མི་ཚེ་སྒོམ་མདོ་ས་ཐལ་པའི་ནང་ལ་འདྲེས་ཏེ་མི་ཚེ་སྒོམ་མདོ་སྡུག་བསྔལ་གྱི་རང་བཞིན་ཅད་ཅིག་ན་ལྷུང་སྟེ་འདུག་ན་འོ་ད་དེ་ནས་བདེན་པའི་ང་དང་ལྟ་བར་བརྒྱད་དང་སྦྱོར་བ་བཅུ་ཚང་བའི་མིའི་ལུས་རྟེན་བཟང་པོ་ཐོབ་སྟེ་སྒོ་མ་ཆོད་ད་རུང་ང་དང་དེ་ཀ་འོ་ད་བདེན་པའི་རང་གནས་ནས་ག་གེ་དེ་ན་སྡིག་པ་ཟ་ག་ཡོང་སྟེ་མ་རོགས། ཨོ་ང་དང་འདི་ཀ་ཁང་པར་བརྩི་ག་ཡོངས་དེ་མ་ནོག་ཨོ་ང་དང་འདི་ཀ་ཨོ་ད་ཧ་རེ་ད་འདི་ན་བཟུང་སྟེ་བདག་སའི་མིའི་ལུས་རྟེན་བཟང་པོ་འདི་ལ་ཐོབ་འདི་ལ་བརྟེན་ཏེ། འདིས་ང་དང་མི་ང་དང་རང་ཨོ་ཨེ་ནི་རྩ་བིག་ད་རྒན་ལ་ཁེར་ཆགས་ད་ཡོངས་དེ་ཧ་ལས་ག་ཁོ་རོའི་ན་ང་ད་ཡང་ན་ཡང་དུ་ཁོ་རེ་འདུག་མ་བཅུག་ག་ཐར་པའི་གོ་པང་ང་ཨང་བ་ཁྲི་དེ་ཁེར་ཆགས་ལ་ང་དང་མིའི་ལུས་རྟེན་བཟང་པོ་ཐོབ་དེ་ཧ་ལས་ཨོ་ད་ང་དང་ག་ལུས་རྟེན་བཟང་པོ་ཅི་ཕི་ཡ་ཐོབ་ག་འབོ་ཧ་མ་ཨོ་ཨོ་དེ་ཐོབ་ཟེར་ཐིང་ན་དེ་ལུས་རྟེན་བཟང་པོ་ལ་ཅིའི་ནུས་པ་ཡོད་གང་དུའང་ཧ་མ་གོ། དེས་དེ་ང་དང་རྩམ་གཞི་ཚུགས་པ་ཁྱེར་ཉན་བཅས་དུའང་ཧ་མ་གོ་བ་བསམ་ན་ཨེ་ནི་དེ་ན་ལུས་དེ་ན་ཅང་ཧ་མ་གོ་ཨ། རྨོངས་པའི་དབང་གིས་དེ་ན་འཁོར་རེ་ཅིག་འདུག་བ་བསམ་ན་ཨེ་ནི་དེ་ནས་ནའང་སྐྱེས་ཏེ་དེ་ནས་ནའང་ཤི་འཇིག་ཨོ་ད་དེ་ནི་ང་དང་ཁོ་རོའི་ནང་ཁོར་བརྫར་པོ་ཅིག་ཨོ་ད་ཁོ་རེད་ཀྱང་ད་ང་དང། གསུངས་པ་བསམ་ན་ཨོ་ད་དེ་ཚང་མ་ཅི་ནས་འོང་ཟེར་ན་ཨོ་ད་ང་དང་མ་ཤེས་སྤོངས་པའི་བང་གིས་འཁོར་བ་ལ་སྙིང་པོ་མེད་སྐར་འབོ་ཧ་མ་གོ་འཁོར་བ་ལ་ཆགས་ཞེན་གྱི་བང་གིས་ཨོ་ད་ང་དང་འཁོར་བའི་ནང་ཡང་ཡང་འཁོར་རེ་འདུག་པ་བསམ་ན་ཨོ་དེ་ཚང་མ་གལ་ཏེ་ན་ད་ང་དང་རྡག་ས་སྐྱིད་པོ་འགྲིག་ཡིན་སྐབས་ལ་ཨེ་ནས་ཅི་གསུངས་བལྟས་ནས་འོང་ཟེར་ན་པོ་ཅིག་ཨོ་ད་འཁོར་བ་ཡང་སྡུག་བསྔལ་གྱི་རང་བཞིན་ཅན་ཅིག་ཡིན་ནོ་མ་གཏོགས་འཁོར་བ་ལ་ཆགས་ཞེན་མ་བཅོ་ཟེར་དུ་ནོ་ཧ་ལས་གསུངས་པ་བསམ་ཨོ་ན་ད་འཁོར་བ་ལ་ཆགས་ཞེན་མ་བཅོ་ན་ཅི་བཅོ་ཟེར་ན་པོ་ཅིག་ཐར་པའི་གོ་འཕང་དོན་དུ་གཉེར་དགོས་བལྟས་ནས་འོང་ཧ་ལས་ནམ་ཡང་མི་འགྱུར་ཐར་པའི་གོ་ཁྱེར་རང། རྡི་སྐད་འགྱུར་བ་མེད་པར་རྡི་སྐད་ཅིག་གམ་འགྱུར་བ་མེད་པའི་གནས་ནས་བདེ་བ་མཐར་གཏུགས་པ་ཞིག་སྟོན་དུ་ངེས་རེ་ན་ནི་ཐར་པའི་གོ་འཕང་སྟོན་དུས་སྔར་གྱི་གེ་སར་བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་ཨོ་དོ་སྟོན་དུ་ངེས་ཏེ་ཁོང་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཟིན་ནོ་ཁྱེད་རང་འོ་ཆོས་རྣམ་པར་དག་པ་ཅིག་སྒྲུབ་གང་ཅིག་ཡིན་མིན་ཞིག་ཡིན་ན་འཁོར་བ་ལ་ཞེན་ཆགས་མ་བྱོས་བ་ཐར་པའི་གོ་འཕང་སྟོན་དུ་ངེས་རེ་དགོས་ན་ཐར་པའི་གོ་འཕང་ཐོབ་བྱ་ཟེར་རྒྱུ་ཅི་ཞིག་ཏུ་ཨོ་དེ་སྔོན་སོགས་ཐར་པའི་གོ་འཕང་ཐོབ་བྱ་ཟེར་ལ་ལར་བརྩོན་འགྲུས་བཅོས། ཨོ་དེ་བར་བརྩོན་བཅོས་གསུངས་ཟེར་ནོ་གསུངས་པ་བསམ་ན་ད་འདིར་འདི་ག་ཚངས་པོ་རིགས་ཚང་མ་ལ་ཐུགས་རྗེ་ཆེ།